རྒྱུ་ནས་མ་མཐོང་བ་དང་ཨ་ནི་མ་གོ་བ་དག་དེ་འདྲས་ཡིན་པ་ཡིན་ན་ཨ་ནི་དོ་ཁག་མེད་ད་དེ་མ་བཏབ་རང་བཏབ་རེད། ངས་ནི་བ་དེ་ཡང་ཡང་ང་འདུག་བལྟ་གི་ཡོད་འདུག་ཞེས་དྲས་ཀོ་ར་དྲི་ཀོ་ར་ཞེ་དྲག་རྒྱབ་ཀྱི་ཡོད། དེ་ཡིན་དུས་ངེས་པར་དུ་བཟོས་ཆོག་བཏབ་ན་ཡས་རེད། དེ་སྐད་དེ་སྒྲིག་ལམ་ཀུན་སྤྱོད་བསྟན་སྟངས་དེ་སྐད་ཁྲིམས་སྒྲིག་ནང་ལོགས་ལ་གསལ་ཁ་ཡོད་པ་དེ་སྐད་དེ་ངེས་པར་དུ་བཀུར་འོས་སྤྱི་འཐུས་རྣམ་པས་དགོངས་པ་བྱ་བ་ཅིག་གནང་རོགས་གནང། ད་ལྟ་སྒང་ན་བཅའ་ཁྲིམས་ཞིབ་འདེགས་བྱེད་མཁན་ནི་བོད་རྒྱལ་ལོ་རྒྱལ་དེ

ཨ་ནི་ད་ལྟ་བོད་རྒྱ་ལོ་ཟེར་ཡ་དེ་འབོ་སྒྲ་ཡང་བརྩི་ཆོག་གོ་རེད་ལ་སྨོན་འདུན་ཡང་བརྩི་ཆོག་གོ་རེད་ང་ཚོས་ཨ་ནི་བཀའ་མོལ་གནང་ཚར་བའི་མཇུག་ལ་མཐའ་དོན་ཨ་ནི་གཅིག་བྱུང་ན་ཁོང་ཚོས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཁྲི་ལོ་བརྟན་པ་དང་བོད་བདེན་མཐའ་གསལ་བ་ཟེར་ཡ་འདྲ་བོ་བོད་རྒྱ་ལོ་ཟེར་ཡ་འདྲ་བོ་དེའི་ཚིག་དེ་སྨོན་འདུན་ལ་ཡང་བརྩི་ཆོག་གོ་རེད་དེ་ཡིན་ཙང་དོ་བདག་ཁོ་ཡུལ་སྤྱི་འཐུས་ཁོ་རང་གིས་སྨོན་འདུན་གྱི་ཐོག་ནས་ཞུས་འདུག་བས་འབོ་སྒྲ་གི་ཐོག་ནས་ཞུས་འདུག་དེའི་དགོངས་པ་གྱི་ཞེས་བྱས་ནས་གལ་སྲིད་འབོ་སྒྲ་གི་ཐོག་ནས་ཞུས་ཡོད་བ་ཡིན་ན་ཨ་ནི་ཚོགས་གཙོའི་གིས་ད་ལྟ་སྒྲིག་གཞི་ནང་ལ་སོང་བ་ནང་བཞིན་འབོ་སྒྲ་མི་ཆོག་ཟེར་ཡ་དེ་རེད་སྨོན་འདུན་གྱི་ཐོག་ནས་ཞུས་བ་ཡིན་ན་དེ་གྲོས་ཚོགས་ཀྱི་འདེམས་ཐོན་ནང་ནས

དགུ། དཔྱིད་དུས་ངག་དབང་བློ་གྲོས་མཆོག་གིས་བོད་རྒྱལ་ལོ་ཞེས་པའི་འབོད་སྒྲ་དང་འཕྲོད་དེ་གླེང་སློང་བྱུང་བ་ཞིག་གཤམ་ལ་གསལ་བཤད་ཡོང་བ་ཞུ།
འགན་གཅིག་དང། ད་ང་ཚོས་ཀྱི། ལག་ཆ་གཙོ་བོ་འདྲ་བོ་དེ་དག་མཐུན་སྒྲིལ་དོགས་ཟ་གཅིག་སྒྲིལ་ཆགས་འདི་དགོས་ར་དེ་ཡིན་དུ་ད་དེ་ཚང་མ་གོམས་པ་བྱེད་དགོས་ཆགས་འདི་དགོས་རེད། གཉིས་པ་དེ་ད་ང་ཚོ་ཚང་མས་ཀྱི་ང་ཚོ་བོད་བོད་པ་ཡིན་པ་ཀྱི་སྤོབས་པ་ཡོད་དགོས་དེ་ཞེ་དྲག་གལ་ཆེན་པོ་རེད། གསུམ་པ་དེ་ད་ང་ཚོས་ཀྱི་བོད་ཀྱི་ཐུན་མོང་མིན་པའི་སྐད་དང་རིག་གཞུང་སྲུང་སྐྱོབ་བྱེད་དགོས་ཡ་ད་ང་བོད་སྐད་གཙང་མ་རྒྱག་དགོས་ཡ་དེ་འདྲའི་གནད་འགག་ཆེན་པོ་ཡིན་པའི་ཆ་ནས་ད་ཚང་མ་ང་ཚོས་ཀྱི་མ་འོངས་པ་དེ་འདྲའི་ཀྱི་ཐོག་ནས་ང་ཚོ་བོད་ཀྱི་རང་དབང་སླར་གསོ་ཡོང་ཡ་དེ་ལ་ང་རང་གི་སྨོན་འདུན་ཞུ་གི་ཡོད་བོད་རྒྱ་ལོ།

བར་དོའི་ཚོགས་གཙོ་མཆོག་ད་ལྟ་སྒང་ན་བཅའ་ཁྲོལ་ཞི་འདེབས་བྱེད་མཁན་ནི་བོད་རྒྱལ་ལོ་རྒྱལ་ཡག་སྟེ། བར་དོའི་ཚོགས་གཙོ་བཀག་ནས་ནས་ལྷེ་རམ་ནས་ཕྱིར་འཐེན་བྱེད་མཁན་སོང་སོང་དེ་བཀག་ན་བཀག་ཡོང་ན་བཅའ་ཁྲིམས་དེ་ལུང་འདྲེན་བྱེད་ཐུབ་ན་ཡག་པོ་འདུག་ཅེས།
ཚོགས་གཙོའི་མ་ཁར་ས་དེ་ནས་ཚོགས་གཙོའི་གི་སྒང་ལབ་པ་དེ་དེ་ཚོགས་གཙོའི་སྟངས་འཛིན་རེད་དེ་ཚོགས་གཙོ་ལ་ཡང་སྐུ་དབང་ཡོད་དད་པ་བྱེད་རེད་དེ་སྒྲིག་གཞི་ནང་ལ་ཟིན་ནང་དེ་བོད་གྲ་སྟངས་དེ་གྱ་བྱེད་མ་ཆོག་ག་བར་དོ་དེ་རྣམ་པ་ཚོས་ཟིན་ནང་གོ་རེ་ཞུ་ཡ་ཡིན།

སྐབས་བཅོ་བརྒྱད་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་དང་པོ་དེ་རིང་ལས་ཉིན་གཉིས་པ་ཡིན། སྔ་དྲོ་དྲི་བ་དྲིས་ལན་གྱི་དུས་ཚོད་མེད་ལས་རིམ་དང་པོ་མུ་མཐུད་བོད་ནང་གི་ཛ་དྲག་གནས་སྟངས་ཐོག་གཞུང་འབྲེལ་གདུང་སེམས་མཉམ་སྐྱེད་ཀྱི་གྲོས་ཆོད་གྲོས་འཆར་ཐོག་ལི་ཡཱ་ཁུ་བོའི་སྤྱི་འཐུས་རྣམ་པས་ཆ་ཤས་བཞེས་བཞིན་པ་ཡིན། ད་ལྟ་མུ་མཐུད་ནས་བཀའ་མོལ་གནང་ཡས་དེ་བ་རི་ཟླ་བ་ཚེ་རིང་ལགས། ཚར་བས།

གྲོས་ཚོགས་འདི་ལ་ཡང་ཆེ་མཐོང་ཡོང་བའི་ཆེད་དུ་ངས་འདི་ལས་རིམ་རྣམ་འབྱོར་དུ་བཞེས་ཀྱི་ཡོད། དེ་ག་རེ་ཟེར་ན་ཁ་ཚང་ལས་རིམ་རྣམ་འབྱོར་ངས་བཞེས་པ་ཡིན། བ་དན་ཚོགས་གཙོ་མཆོག་གིས་བོད་རྒྱ་ལོ་བཞི་པ་དེ་ནི་གྲོས་ཚོགས་ཀྱི་དེབ་ཐེར་ནས་ཕྱིར་འཐེན་བྱེད་མཁན་གྱི་ཐག་གཅོད་ཅིག་བྱས་པ་རེད། དེ་ལ་ངས་ལས་རིམ་རྣམ་འབྱོར་བཏོན་པའི་སྐབས་ལ་ལན་དེ་ཡང་དེ་ཙམ་དེ་ཙམ་གྱིས་རེད་ཡིན་ན་ད་ལྟའི་ཁྱད་པར་མི་འདུག་ཚིག་ལ་མི་ཚོད་ང་ཚོས་དོན་ལ་བལྟ་ཆོག་དེ་འདི་དེ་རྩ་བ་ནས་ཁྲིམས་ནང་སྒྲིག་གཞི་དང།

ནི་ཆེ་མཐོང་ཡིན་ན་འདྲ་ཏོ། ནི་མ་འོངས་པ་འདི་ནི་ག་ཚོད་ཀྱི་རྒྱུན་སྤེལ་གྱི་འགྲོ་དགོས་པ་ཡིན་ན་དེ་ཏག་ཏག་ཡོང་གི་མ་རེད། དེ་ཡིན་དུས་དེ་ཡིན་ཚུལ་མི་གཉིས་པ་བདུན་ཚོགས་གཙོ་མཆོག་གིས་དེ་ཕྱིར་འཐེན་བྱེད་རོགས་གནང།
དེ་ལས་རིམ་རྣམ་གཞག་དེ་ངོས་ལེན་མེད། དེ་འདྲ་ལས་རིམ་འགྲོ་བཞིན་པ་དེ་བོད་ནང་གི་རྫ་དྲག་གནས་སྟངས་ཀྱི་ཐོག་ལ་ཡང་བང་རིམ་དེ་ག་བ་ཡིན་མེད་ཐོག་ལ་བཀའ་གནང་གི་རེད་བསམ་སོང། ཁ་ཚིན་དེ་འདྲ། བོད་རྒྱལ་ལོ་གསུང་ཡས་དེ་འགྲིག་གི་མ་རེད་ཞུ་ཡས་དེ་རྣམ་པ་ཚོ་ཚང་མས་ཕྱག་ལས་ཡ། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ལས་དོན་བྱེད་ཕྱོགས་དང་དེ་གི་སྒྲིག་གཞི་དེ་ཕྱག་ནང་ལ་ཡོད་རེད་དེ་ནང་ལ་ལྷན་ཚོགས་གནང་བའི་སྐབས་སུ་གསུང་ཚིག་འགོད་པའི་སྒྲིག་ལམ་ཞེས་དེ་ནང་ལ་གཟིགས་གནང་དང་དེ་གི་དོན་ཚན་དགུ་པའི་ནང་ལ་ཚོགས་ཁང་ནང་སྐད་འབོད་ཀྱི་རིགས་བྱེད་མི་ཆོག་ཞེས་ཡོད་རེད་དེ་ལ་བརྟེན་ནས་ཚོགས་གཙོས་ཀྱི་དེ་ཞུས་པ་རེད་དེ་གས་དེ་བཀུར་ཡོད་སྤྱི་འཐུས་རྣམ་པ་ཚོ་ད་ཁོ་ནང་འཛིན་གྲྭ་གསར་བ་རེ་ཐུགས་ཁག་ཡོད་མ་རེད་ཞེས་བྱ་ཞུ་ཡས་འདི་གསར་བ་ཡིན་པ་ཡིན་ན་དུས་ཚོད་ཚང་མ་ལ་གོར་གི་ཡོད་རེད་ཡིན་པ་ཡིན་ནའི་གེ་ང་ཚོ་རྙིང་པ་ཚོས་གི་སོ་སོའི་གི་སྒྲིག་ལམ་བསྟན་ཕྱོགས་གི་ཐོག་ལ་ཡང་ནི་ངེས་པར་དུ་ཁྲིམས་སྒྲིག་ཚོགས་ཆོས་འདི་ནས་མང་ཅིག་སྟངས་འཛིན་ཅིག་བྱེད་པའི་སྐབས་ལ་ཁྲིམས་སྒྲིག་གཙོ་བཟུང་གི་ཐོག་ནས་ཞུ་གི་ཡོད་རེད་མ་གཏོགས་ཁྲིམས་འགལ་བའི་གི་ལས་ཀ་ཅིག་ཚོགས་ཆོས་གི་ཕལ་ཆེན་ཅིག་ང་རིག་ཚོ་མ་ཟིན་ནས་མི་ཤི་ངེས་བྱེད་གི་མ་རེད་ཞེས་བྱས་ཞུ་ཡས་ཡིན་དེ་ཡིན་དུས་དེ་རིང་གི་འདི་ངོས་ལེན་ཞུ་ཐུབ་གི་མི་འདུག། ལས་རིམ་རྣམ་གཞག་དེ་མེད་དེ་འདྲ་དཔལ་ལྡན་སྐུ་བོད་སྤྱི་འཐུས་མཆོག་གི་གསུང་ཡས་དེ་ལས་རིམ་དང་འབྲེལ་བ་རྩ་བ་ནས་མི་འདུག། ཕྱག་བརྐྱངས་པ་ཡིན་ན་བྲིས་ཀྱི་ཡོད་རེད། རེད་བ། ང་ཚོ། ང། འོས་འགོག་མ་རེད་ཞྭ་ར་མ་རེད། དེ་ཡིན་དུས་ཚ་ནས་ང་ཚོའི་སྤྱི་འཐུས་རྣམ་པ་ཚོས་ཀྱི། ཀུན་སྤྱོད་ཀྱི་བྱེད་སྒོ་རྣམ་གཞག་གི་ཐོག་ནས་ང་རང་ཚོས་ཀྱི་ལམ་ལུགས་གང་ཡོད་པ་དེ་ལ་མེད་བཞིན་གཅིག་གི་ལྡབ་གཉིས་ཀྱི་མུར་ཚོགས་སྐོང་བྱས་པ་ཡིན་ན་ཨ་ནི་ང་ཚོའི་གྲོས་ཚོགས་ཀྱི་ཆ་མཐོང་དེ་ག་བར་འགྲོ་གི་རེད་བ། ད་དགོངས་པ་བཞེས་རོགས་གནང། རང་ས་ལ་མི་བཞག་མི་ས་ལ་རང་བཞག་ཟེར་ཆོས་རེད། དེ་ཡིན་དུས་ད་ནས། སྤྱི་མོས་མེད་པ་ཡིན་ནས་དེ་ལ་མང་མོས་ཀྱི་ཐོག་ནས་ནི་ཚོགས་གཙོ་ཅིག་འཁོད་བྱས་དེ་དེ་དུས་ད་ནས་སྟངས་འཛིན་བྱེད་པའི་སྐབས་ལ་ཡང་ཉན་འཇོག་གནང་ཡས་དེ་བཀུར་འོས་སྤྱི་འཐུས་རྣམ་པས་ཀྱི་ཅིག་ག་སོའི་མཉམ་རུབ་ཀྱི་ལས་དོན་སྒྲུབ་ཡས་ཀྱི་ཆེད་དུ་རེད་དེ། དེ་ཡིན་དུས་ས་ནས་རེ་བ་དེ། རྒྱུ་ནས་མ་མཐོང་བ་དང་ཨ་ནི་མ་གོ་བ་དང་དེ་འདྲ་ཡིན་པ་ཡིན་ན་ཨ་ནི་དོ་ཁག་མེད་ད་དེ་མ་བཏབ་རང་བཏབ་རེད། ངས་ནི་ཕ་དེ་ཡང་ཡག་འདུག་བལྟ་གི་ཡོད་འདུག་ཞེས་དྲེད་ཀོ་ར་འདྲི་ཀོ་ར་ཞེ་དྲག་རྒྱག་གི་ཡོད། དེ་ཡིན་དུས་ངེས་པར་དུ། གསོལ་ཅོག་བཏབ་ན་ཡས་རེད། འདི་སྐད་དེ་སྒྲིག་ལམ་ཀུན་སྤྱོད་བསྟན་སྟངས་འདི་སྐད་ཁྲིམས་སྒྲིག་ནང་ལོགས་ལ་གསལ་ཁ་ཡོད་པ་འདི་སྐད་དེ་ངེས་པར་དུ་བཀུར་འོས་སྤྱི་འཐུས་རྣམ་པས་དགོངས་པ་བྱ་བ་ཕྱི་ནང་རོ་ནང་སེ་ནི་སྐུ་བོའི་སྤྱི་བསྡུས་ཆོག་ལ་དགོངས་སེ་དེ་འདྲ་དེ་རིང་གི་ལས་རིམ་རྣམ་བཞག་དེ་ཕུལ་ཐུབ་ཀྱི་མི་འདུག་ཞེས་ཞུ་བས་ཡིན། ལས་རིམ་དང་བྲལ་བ་མི་འདུག་སྐུ་བོའི་སྤྱི་བསྡུས་ཆོག། ཅིག་དང་སྒྲིག་གཞི་འགལ་ཡོད་ན་ག་རེ་འགལ་བ་དེ་གསུང་རོགས་གནང་ཨ་ནི་ང་འགལ་འདུག་མི་འདུག་ལྟ་ཡས་ཡིན། མཁན་པོ་དཔལ་སྤྱི་འཐུས་མཁན་པོ་འཇམ་དཔལ་བསྟན་འཛིན་མཆོག།
དཔའ་རྟུལ་ཚོགས་གཙོ་མཆོག་དཔའ་རྟུལ་ཚོགས་གཙོ་མཆོག་གིས་ཨ་ནི་སོ་སོའི་ལངས་ཕྱོགས་དང་སོ་སོའི་ལྟ་གྲུབ་ཅིག་ཨ་ནི་ག་ཟེར་དགོས་སྲུང་སྐྱོབ་ཀྱི་ཆེད་དུ་འདི་འདྲ་བའི་སྟངས་འཛིན་བྱས་ན་ལྟ་ཐབས་མ་རེད་ཅེས། སྐབས་བཅུ་དྲུག་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་ཐེངས་གཅིག་པའི་སྐབས་ལ། པར་དུ་ཚོགས་གཙོ་མཆོག་གིས་སྐབས་དེ་དུས་ག་རེ་གསུངས་པ་རེད་ཟེར་ན་བོད་རྒྱ་ལོ་བྱེད་ཡ་དེ་ལབ་ཉན་མ་རེད་ཟེར་གྲོས་ཚོགས་ནང་ཨང་གཅིག་གསུངས་པ་རེད། དེའི་ལངས་ཕྱོགས་དང་དེའི་ལྟ་གྲུབ་བཟུང་ནས་དེ་རིང་འདི་ན་བཀག་ཡ་དེ་རྩ་བ་ཉིད་ནས་འགྲིག་གི་མ་རེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་ཚོགས་དེ་འགྲོ་ལུགས་ལས་དོན་བྱེད་ཕྱོགས་ཀྱི་རྣམ་གཞག་ཚང་མས་ཤེས་གི་ཡོད་རེད་ཅང་མི་མཁྱེན་གི་ཡོད་རེད། དེ་རྣམས་ལ་བཀའ་མདོ་གསལ་ཡང་དེ་པོ་རྒྱ་མདོ་གསལ་དང་རྩ་བ་ཉིད་ནས་འབྲེལ་བ་ཡོད་མ་རེད། གཅིག་གཅིག་ལ་བཀའ་ཆེན་པོ་རྒྱབ་ནས་ཕ་སར་བཀའི་མདོ་མ་རྒྱབ་ཟེར་ཡང་དེའི་དོན་དག་རེད། དེ་པོ་རྒྱ་མདོ་ཟེར་ཡང་དེ་ག་རེ་བྱས་ནས་ཧ་གོ་གི་རེད་ག་རེ་བྱས་ནས་འགྲེལ་བཤད་རྒྱབ་གི་ཡིན། དེ་སོ་སོ་གི་འདོད་ཕྱོགས་དང་སོ་སོ་གི་མཐུན་ཕྱོགས་སོ་སོའི་ལངས་ཕྱོགས་གཅིག་དེ་སྲུང་སྐྱོབ་ཀྱི་ཆེད་དུ་བོད་མི་མང་ཆེན་དེ་ལྷན་ཚོགས་ཀྱི་གཏན་ལ་ཕབ་པའི་སྒྲིག་གཞི་འདི་རང་གིས་ར་ལངས་ཆ་ལངས་བྱས་འགྲེལ་བཤད་རྒྱབ་ན་དེ་འགྲིག་གི་མ་རེད་ཟེར་ངས་དེ་ཞུ་གི་ཡོད་རེད། དེང་དུས་སོ་སོ་ཡང་ཁྲིམས་དང་སྒྲིག་གཞི་འགའ་མཁས་དབང་ཅང་མི་འདའ། མི་སློབ་བཅོས་དང་མཉམ་དུ་ཁྲིམས་དང་སྒྲིག་གཞི་དང་འདྲིས་ནས་ཡོང་བ་རེད། དེ་ཙམ་གཅིག་གི་གོ་རྟོགས་ཡོད་རེད་དེ་ཙམ་ལ་ཧ་གོ་གི་རེད་ཤེས་གི་ཡོད་རེད། དེང་དུས་སོ་སོ་ལྟ་གྲུབ་ལངས་ཕྱོགས་རེ་ཡག་གི་ཆེད་དུ་འདི་འདྲ་བྱས་ན་རྩ་བ་ཉིད་ནས་འགྲིག་གི་མ་རེད། དེང་དུས་དཔལ་ལྡན་ཚོགས་གཙོ་མཆོག་གིས་བཟང་ཤོས་ཀྱི་སྒོ་ནས་དེ་ཕྱིར་འཐེན་བྱས་ན་ཡག་པོ་ཡོད་རེད། རེད་མ་གཏོགས་ང་ཚོ་འདི་ནས་མང་པོ་བཤད་གི་འདུག་རྒྱ་རབས་བཟོས་པ་རེད་ལངས་ཕྱོགས་བཟོས་པ་རེད་རྒྱ་ནག་ལ་བརྡ་ལན་བཏང་བ་རེད་ཟེར་གི་འདུག།

ཆེ་བསྟོད་ཆོས་གྲགས་རྒྱ་མཚོ་ལ་ལས་རིམ་རྣམ་བཞག། དཔལ་ལྡན་ཚོགས་གཙོ་མཆོག། ད་ལྟ་འཁྲུལ་ས་དེ། བོད་རྒྱལ་ལོ་ཟེར་ཡ་ཚིག་དེ་དང་འབྲེལ་ནས་ནི་ལས་རིམ་རྣམ་བཞག་དེ་སྒྲིག་མཐུན་ཡིན་མིན་ད་ང་ཚོ་ཚང་མས་ཤེས་གི་ཡོད་རེད་དེ་ལམ་ལྷོང་བྱུང་བསྡད་གི་ཡོད་རེད་བོད་རྒྱལ་ལོ་ཟེར་ཡ་དེ་ང་ཚོ་བོད་མི་ས་ཡ་དྲུག་གི་རྒན་གཞོན་སྤར་སེམས་ཚང་མ་ལོ་གི་ཨ་མཆོག་ལ་སྙིང་པོ་ཞི་དྲག་ཡོད་རེད་དེ་རྩ་ཆེན་པོ་རེད། ཡིན་ན་ཡང་དེ་ལས་རིམ་དང་མཐུན་མ་མཐུན་གྱི་སྒང་ནས་ཚོགས་གཙོའི་གིས་ཐག་གཅོད་ཅིག་ཅེས་ཚ་དུས་བསམ་པ་ལ། ལས་རིམ་ནམ་གཞག་གི་དོན་ཚན་ལྔ་པ་ནང་ལོགས་ལ། ལས་རིམ་ནམ་གཞག་གི་བསམ་འཆར་ཐོག་ཚོགས་གཙོས་ཐག་གཅོད་གང་གནང་ལ་ཆ་འཇོག་བྱ་རྒྱུ་ལས་བགྲོ་གླང་མི་ཆགས་བོ་ནས་གསུངས་ཡོད། དེ་བྱས་ཏེ་བསམ་པ་དེ་ནི་ཚོགས་གཙོའི་གང་ཐག་གཅོད་གནང་བ་དེ་ལ་ཡང་ནི་མུ་མཐུད་དུ་ལས་རིམ་གང་བསྒྲུབ་ཐུབ་པ་ཡིན་ན་ཡག་པོ་ཡོད་བ་རེད་ངས་གང་ཞུས་བསྡད་པ་དེ་ང་རང་ཚོ་གི་ཁྲིམས་དང་སྒྲིག་གཞི་ལས་དོན་བྱེད་ཕྱོགས་ཀྱི་སྒྲིག་གཞི་ནང་འདྲེན་ཞུས་ཡོད་ཟིན་དེ་ཞུས།
ཕྱི་དུས། གེ་ཤེ་ཨ་ཀྲུག་ཚེ་བརྟན་ལགས།
པ་དེ་ཚོ་མཆོག་ངས་ལས་རམ་གནང་བཞག་ཤོད་ཡ་དེ་ད་ད་ལྟ་ལས་རམ་འགྲོ་བསྡད་པ་འདི་གང་ལ་ཡ་ཁ་ཚ་ཀོ་ཡོ་སྤྱི་འཐུས་གཅིག་གིས་བཀའ་མོས་གི་ཞུ་གི་ལ་བོད་རྒྱ་ལོ་ཟེར་ཡ་གི་བཀའ་མོས་དེ་གནང་ནས་པ་དེ་ཚོ་ཚོ་མཆོག་གི་ད་འདི་ང་ཚོ་ཁྲིམས་སྒྲིག་གི་ཚོགས་འདུ་འགྲོ་ལུགས་ལས་དོན་ཆེ་ཆུང་གི་འགྲིག་གཞི་གནང་ལོག་ལ་ཡ་གྲོས་ཚོགས་གནང་ལོག་འབོ་དྲ་མི་ཆོག་སོང་ཡ་དེ་སྒྲིག་གཞི་དེ་གཞི་ལ་བཞག་ནས་དེ་གྲོས་ཚོགས་ནས་མ་འདུག་ཤེས་ལྡན་བྱེད་ཀྱི་ཡིན་གསུངས་པ་རེད། དེ་ཡིན་པ་ཡིན་ན་ངས་ག་རེ་ཞུ་གི་ཡོད་ཟེར་ན། ཨ་ནི་ད་ལྟ་བོད་རྒྱ་ལོ་ཟེར་ཡ་དེ་འབོད་སྒྲ་ཡང་བརྩི་ཆོག་གི་རེད་ལ་སྨོན་འདུན་ཡང་བརྩི་ཆོག་གི་རེད་ང་ཚོས་ཨ་ནི་བཀའ་མོལ་གནང་ཚར་བའི་མཇུག་ལ་མཐའ་དོན་ཨ་ནི་གཅིག་བྱུང་ན་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཁྲི་ལོ་བརྟན་པ་དང་བོད་བདེན་མཐའ་གསལ་བ་གསལ་འགྲོ་བོད་རྒྱལ་ལོ་གསལ་འགྲོ་དེའི་ཚིག་དེ་སྨོན་འདོད་ལས་བརྩི་ཆོག་གི་རེད་ཟེར་དེ་ཡིན་ཙང་དོ་བདག་བཀུར་འོས་སྤྱི་འཐུས་ཁོ་རང་གི་སྨོན་འདོད་ཀྱི་ཐོག་ནས་ཞུས་འདུག་བས་འབུ་དྲག་གི་ཐོག་ནས་ཞུས་འདུག་དེའི་དགོངས་པ་གྱི་གཞས་བྱས་ནས་གལ་སྲིད་འབུ་དྲག་གི་ཐོག་ནས་ཞུས་ཡོད་བ་ཡིན་ན་ཨ་ནི་ཚོགས་གཙོའི་གི་ད་འདི་སྒྲིག་གཞི་ནང་ལ་སོང་བ་ནང་བཞིན་འབུ་དྲག་མི་ཆོག་ཟེར་ཡ་དེ་རེད་སྨོན་འདོད་ཀྱི་ཐོག་ནས་ཞུས་བ་ཡིན་ན་དེ་གྲོས་ཚོགས་གི་འདེམས་ཐོན་ནང་ནས་ཨ་ནི་བཀོད་ནས་འགྲིག་གི་མ་རེད་ཟེར་བྱས་ནས་དེ་ཞུས། ཕྱི་སྡོད་ངག་དབང་བློ་གྲོས་ལགས།
དཔའ་འདི་ཚོགས་གསོ་ཤོག། སྤྱི་ཚང་ལྟ་འདི་སྐོར་ལ་ངས་ཁ་ཚང་དཔའ་འདི་ཚོགས་གསོ་ཤོག་གསུང་བ་ནང་བཞིན་རེད་ཐེངས་མ་དང་པོ་ཡིན་ཙང་ཐེངས་གཉིས་ཀྱི་འདི་སྐོར་ལ་ཞི་དྲག་ཅིག་ཞུ་མ་གོ་ན་བསམ་སོང། སྤྱི་ཚང་གི་དཔའ་འདི་ཚོགས་གསོ་ཤོག་གསུང་བ་ནང་བཞིན་རེད་ངེད་ཀྱི་ཧ་གོ་མ་སོང་སྒྲིག་གཞི་ནང་ལ་དེ་འདྲའི་གི་བོད་རྒྱ་ལོ་ལ་བྱུག་གི་མེད་ལ་དེ་འདྲའི་གི་རིགས་ཡོད་མེད་ངེད་ཀྱི་ཧ་གོ་མེད། སྤྱི་ཚང་ང་རང་ལྟ་ཅིག་རང་དབང་ཅན་གྱི་མུན་པ་ནང་སྐྱེས་ཡོད་འདུག་སྐབས་སུ་ཆུང་དུས་ནས་ང་ཚོ་ག་བར་འགྲོ་ན་ཡང་ང་རང་གི་ལི་ཆ་ག་རེ་བཤད་པ་ཡིན་ན། མཐའ་མ་དེ་ལ་ང་རང་གི་འདི་ཟེར་ལ་ཡ་གི་གོམས་གཤིས་ཡོད། ཡིན་ན་སྤྱི་བཏང་གི་རིང་ད་གོང་དུ་སོང་བ་ན་ཞིག་རེད། ངེད་ཀྱི་འདི་སྤྱི་བཏང་གི་སྐད་འབོད་དང་དམིགས་བསལ་དེ་འདྲའི་ཁ་ཡ་མེད། སྤྱི་བཏང་གིས་ང་རང་གིས་ད་དུས་རྒྱུན་དུ་སྐད་ཆ་བཤད་ཚར་བས་ཀྱང་སྨོན་ལམ་ལྟ་བུ་ཞིག་བྱ་འདི་ཡོད་ཞོད། དུས་ཕྱིན་ན།
ད་ང་རང་ཚོ་ག་སོ་རེད། གྲོས་ཚོགས་འདིའི་ནང་ལོགས་ལ་ཡ། འདས་ཟིན་པའི་གི་ལས་རིམ་གཅིག་གི་ཐོག་ལ་ཡ་ཨན་ནི་ལས་རིམ་རྣམ་གཞག་གི་ཤེས་བྱའི་སྟོན་བྱེད་བྱས་ཨན་ཁྲིགས་སྲུང་བྱས་གནང་ཞུ་བས་ན་གྲོས་ཚོགས་ཀྱི་ལས་རིམ་འདི་ག་འདྲེ་ཞེས་སྟངས་འཛིན་བྱེད་དགོས་ཀྱི་ཡོད་ད་འདི་ཚོགས་གཙོས་ཞེ་དྲག་ཧ་ས་གོ་མ་སོང། ང་རང་ཚོའི་གི་ཀུན་སྤྱོད་བསྟན་སྟངས་ཀྱི་འདིའི་ནང་ལོགས་ལ་ཡ་སྐད་འབོད་ཀྱི་རིགས་བྱེད་ཆོག་གི་མེད་ཟེ་གསུངས་པ་ལ་བརྟེན་ནས། སྐད་འབོད་ཡོངས་རྫོགས་སྔོན་དུད་ཚང་སྨོན་ལམ་ཡིན་པ་ལ་ངོས་འཛིན་བྱེད་ཀྱི་ཡོད། ཡིན་ནའི་འགའི་གྲོས་ཚོགས་འདིའི་གི་ནང་ལོག་ལི་ཡ་ཚིག་འདི་འདྲ་ཅིག་ཡོད་པ་ཡིན་ཙང་དེ་ལ་བརྟེན་ནས་ཚོགས་གཙོའི་བཀའ་བབས་རེད་དེ། དེ་ནས་གཙོ་སྐྱོང་བྱེད་མཁན་གི་ཚོགས་གཙོ་དེ་བོད་རྒྱལ་ལོ་ཟི་ཡའི་དེ་ལ་ཡ་ཨེ་ནའི་གནའ་སྔ་མོའི་གི་བྱུང་རིམ་ཅིག་གི་ཐོག་ནས་སོ་སོའི་ལྟ་གྲུབ་དང་སོ་སོའི་ལངས་ཕྱོགས་དང་གསུང་ཡ་དེ་རྒྱ་དེ་ད་ང་ཚོ་ཞིའུ་ཞིའུ་ཅིག་མ་བསྐྲུན་ན་ཡག་གི་རེད་བསམ་གི་འདུག་ན་ཚ་རྙིང་པ་བླངས་ཞེས་བྱའི་རྙིང་པ་དེ་གི་ཐུགས་ཕན་གསོས་པ་འདུ་བས་མི་འདུ་བས་ང་ཚོ། རོ། དེ་སྐད་དེ་མ་ཡང་སྐྱོ་བསྐྱར་སྐྱོང་རེ་བྱས་བསྐྱར་དེབ་རེ་བྱས་ཡང་ཡང་སྐྱོ་ང་རང་ཚང་མ་ལོག་གི་སྤྱི་ཚོགས་དེ་ཅིག་དབ་སྲིད་རེ་བྱེད་སྲོལ་དེ་རེ་ཡིན་ན། སུ་ལ་ཕན་གི་ཡོད་རེད་བས་ང་ཚོས་ངེས་པར་དུ་དགོངས་པ་བཞེས་དགོས་ཀི་འདུག། ང་ལ་ཡང་འདི་བོད་རྒྱལ་ལོ་ལ་མ་དགའ་བ་རེད་ཟེར་ལབ་ཡོད་ན་ཁྱད་པར་གང་ཡང་མི་འདུག་ངས་དེའི་སྐབས་དེའི་ཚེ་ནས་ངེད་ཀྱི་ཆབ་སྲིད་ཀྱི་དབུ་ཁྲིད་ཅིག་ལ་ཡང་ངས་དྲི་བ་བཏང་པ་རེད། ང་རང་དྲི་བ་བཏང་ན་ཆོག་ཡས་ཀྱི་འདི་སྐབས་ཀྱི་གྲོས་ཚོགས་ཀྱི་འཐུས་མི་ཡིན་དུས་ང་ལ་ཡང་དབང་ཆ་དེ་ཡོད་རེད། འགན་དབང་དེ་ཡོད་རེད། དེ་ནས་དེ་ལ་འགྲེལ་བཤད་རྒྱབ་མཁན་ཚོས་ཀྱིས་འགྲེལ་བཤད་དེ་མ་འདྲ་ཞིག་རྒྱབ་རྗེས་ཟེར་ནས་ཨ་ནི་ངའི་ཁ་ནང་ལོགས་ལ་ཡང་སྐད་ཆ་མང་པོ་ཇི་མ་བླུགས་བཞག་དུས་སྤྱི་ཚོགས་ནང་ལོགས་ལ་ཡང་རང་བཞིན་གྱིས་གོ་བ་ལོག་གྲུབ་ཅིག་ཕྱིན་པ་རེད། གང་ཡང་ཁྱད་པར་མེད། ད་ལྟ་བར་དུ་གོ་བ་ཕྱིན་པ་ཡིན་ནས་བོད་རྒྱལ་ལོ་རྒྱལ་ལོ་ཞེས་ང་ལ་ཡང་བའི་སྐད་ཆེན་པོ་རྒྱག་མཁན་དེ་འདྲ་ཡོད། བོད་རྒྱལ་གྱི་ཡོད་ན་ད་དགའ་མཁན་ཅིག་ཡིན། བོད་རྒྱལ་ནི་མ་གང་གི་སུ་གང་ཡོད་མ་རེད་བསམ་གྱི་འདུག་དེ་ཡིན་དུས་ས་ནས་ད་ང་རང་ཚོ་མངོན་འདོད་ཡོངས་རྫོགས་དང་རྨི་ལམ་ཡོངས་རྫོགས་ཨ་ནི་ང་ཚོ་དེ་ལ་བཤད་ཆོག་ཡས་ཀྱི་དེ་འདྲས་ཅིག་ཁྲིམས་སྒྲིག་ནང་ལོགས་ལ་འགྱུར་བ་བཏང་བའི་གི་འཚམས་དེ་ལ་ནི་ཚོགས་གཙོས་ཀྱི་ངོས་ལེན་བྱེད་ཆེད་དེ་ཡང་བཅུག་ཆོག་པ་ཇི་ལྟ་བདེ་ཆ་ལ་ཡང་སྔ་མའི་གི་ཐག་གཅོད་ད་ག་རང་ལ་གནས་ཡོད་མེད་ཞིག་འགྱུར་བ་ཙམ་ཡང་མེད་ཤེས་ཆེད་ཞུ་ཧེ་ཡིན། དེ་ཡིན་དུས་ལས་རིམ་མུ་མཐུད་བྱས་འགྲོ་གི་ཡིན། ད་ལྟ་བོད་ནང་གི་བཟའ་བྲག་གནས་སྟངས་ཀྱི་ཐོག་ལ་ཡང་བཀའ་མོལ་གནང་མཁན་དེ་གོང་གསལ་ཟླ་གྲགས་ཨུ་རྒྱན་སྐྱབས་ལགས་མུ་མཐུད་རོགས་གནང།

དེ་རིང་སྐར་རྩིས་ནི་སྐར་འབོད་མི་ཆོག་ཟེར་ནས་ཚོགས་གཙོ་གིས་སྐར་རྩིས་སྒོ་ནས་སྟངས་འཛིན་བྱེད་སྟངས་ཀྱི་རྣམ་པ་སྒོ་ནས་འགྱུར་བ་རྣམ་པ་གཉིས་འགྲོ་ཡས་ཡོད་རེད་དེ་ཡིན་དུས་ཚོགས་གཙོའི་སྟངས་འཛིན་དེ་ད་ལྟ་མ་ཕྱིན་པ་ཡིན་ན་ང་ཚོའི་གྲོས་ཚོགས་དེ་ཆེ་མཐོང་དང་ལྡན་པ་དང་ད་ལྟ་འགྲོ་གི་མི་འདུག་ཟེར་ངས་གྲོས་ཚོགས་ཀྱི་ཆེ་མཐོང་ཡོང་བའི་ཆེད་དུ་ཞུ་བར་མ་གཏོགས་གཞན་པ་གང་ཡང་མེད། དེ་ཡིན་ན་ཡང་འདི་ཁྲིམས་དང་སྒྲིག་གཞི་དང་འགལ་འགྲོ་འདུག་ཁྲིམས་དེ་སྒྲིག་གཞི་སྲུང་རོགས་གནང་ད་རེས་འགལ་བའི་ཆ་དེ་ག་གནང་རོགས་གནང། འགལ་འདུག་སྐར་རྩིས་ནི་དེ་ག་ཚང་ག་རེ་སོང་བ་རེད་པ་དེ་ཚོགས་གཙོ་མཆོག་གིས་ཨེ་ནས་འབོད་སྒྲ་དེ་འདྲ་འབོད་སྒྲའི་རིགས་སྦྱར་མི་ཆོག་ཟེར་དེ་སོང་རེད། ན། འདི་ན་ན་འབོ་ལྕག་གར་ཟེར་ན། ཞུན་ཏེ་ནག་པའི་དཀར་མོར་སྣང་སྐབས་འབོ་ལྕག་དེའི་ཚོགས་གཙོ་ལ་བཞར་དགོས་ཟེར་འབོ་ལྕག་འདི་ལ་གཅིག་མ་གཏོགས་ཡོད་མ། དེ་རིང་གར་ཟེར་ཡང་གར་ཟེར་སྐད་འབོད་བྱེད་མི་ཆོག་ཟེར་ཕ་བསྒྱུར་བཅོས་གཅིག་བཏང་པ་རེད། དེ་འདྲ་ཡིན་ན་ཚོགས་གཙོའི་སྟངས་འཛིན་དེ་ཏག་ཏག་ཡོང་གི་མི་འདུག་ཟེར། ཁྲིམས་དང་སྒྲིག་གཞི་དེ་འགའ་དཀྲུག་གི་འདུག་ཟེར་ངས་དེ་ཁྲིམས་དང་ཡིན་གཅིག་འགོག་གི་འདུག་ཟེར། རྒྱལ་རབས་ལོ་རྒྱུས་ཁྲིམས་མཁན་གྱི་ཚོགས་གཙོ་གཅིག་ཡིན་ན། སྟངས་འཛིན་ཡག་པོ་བྱེད་པ་ཡིན་ན་ང་ཚོ་ད་ལྟ་འགྲོ་གི་རེད། བོད་རྒྱ་ལོ་ཟེར་ཡ་དེ་བོད་མི་ཚང་མའི་སེམས་ཁོང་ན་ཡོད་པའི་གར་སའི་དགོན་རེད། འདི་འདི་འདྲ་བྱེད་པ་ཡིན་ན་དེའི་རྨ་ཁ་དེ་ནམ་ཡང་སུ་མི་ཐུབ་པའི་བག་ཆགས་སྡུག་ཅག་བཞག་གི་རེད། དེ་ཕྱིར་འདྲེན་བྱེད་ཡ་ལ་ག་འདྲ་ག་རེ་ག་ལས་འདུག། དེ་ཕྱིར་འདྲེན་བྱེད་ཅང་ན་ཡག་པོ་ཡོད་རེད་མ་གཏོགས་ག་རེ་བྱེད་དགོས་ན་འདི་མཇུག་སྐྱོང་གི་ཡིན། དེ་ག་རེ་བཀའ་ལས་འདུག་བ་དེ་ཚོ་ཚོ་ཚོ་ལ་ངས་ད་ལྟ་བཤད་རྒྱུ་དེ་ལྟ་ན་ཡིན། ག་ཟེར་ན་དེ་དེ་དེབ་དེབ་ནས་ཕྱིར་འཐེན་བྱས་ཆགས་པ་ནི་རྙོག་དྲ་གང་ཡོད་མ་རེད། ཁྲིམས་དང་སྒྲིག་གཞི་ནི་མིའི་རིགས་ཀྱི་འདི་རྣམས་ལ་ཚོགས་གཙོའི་དབང་ཚད་ཁེ་བ་ཞིག་བཤད་ཀྱི་ཡོད་རེད། ཚོགས་གཙོས་ག་ཟེར་དགོས་ནས་སྟངས་འཛིན་བྱེད་པའི་ནང་གི་ཁྲིམས་དང་སྒྲིག་གཞི་གྱི་རྒྱབ་ལྗོངས་ཡོད་པའི་ཐོག་ནས་སྟངས་འཛིན་བྱེད་པ་ཡིན་ན་ད་ལྟ་ཡོད་རེད་མ་གཏོགས་ཁྲིམས་དང་སྒྲིག་གཞི་རྩ་བ་ནས་མེད་ནས་ཅིག་ཏུ་སོ་སོའི་ལངས་ཕྱོགས་ལྟ་གྲུབ་ཀྱི་འཛིན་ཡ་གི་ཆེད་དུ་སྟངས་འཛིན་བྱེད་པ་ནི་དེ་ད་ལྟ་ཡོང་མ་རེད། ཆེ་མཐོང་ཡོང་བ་མ་རེད་ཁྲིམས་དང་སྒྲིག་གཞི་འགའ་འགྲུབ་དགོས་རེད་ཟེར་མཁན་དེ་ཟེར་ཡོད་དེ་འདི་བར་དོན་ཚོགས་གཙོ་མཆོག་གིས་ནི་ཆེ་མཐོང་དང་ལྡན་པའི་རྒྱལ་རབས་ལོ་རྒྱུས་བསྐྲུན་མཁན་གྱི་ཚོགས་གཙོ་ཞིག་ཡིན་པའི་ཆ་ནས་ནི་དེ་དེབ་དེའི་ནང་ནས་ཕྱི་འཐེན་ཟེར་ཚིག་དེ་ཕྱི་འཐེན་བྱེད་བཞག་པ་ཡིན་ན་དེ་ནི་དཀའ་ངལ་གང་ཡང་མི་འདུག་རེད་མ་གཏོགས་འདི་ད་ལྟ་བྱུང་ནས་ཡོང་ཁུལ་མི་འདུག་དེ་ང་ཚོས་རྟག་རྟེན་འབྲེལ་ཡིན་ན་འདྲ་དོ་ག་རེ་ཡིན་ན་བར་དོན་ཚོགས་གཙོ་མཆོག་ལྟར་རྒྱལ་རབས་ལོ་རྒྱུས་བསྐྲུན་མཁན་ཚོགས་གཙོ་ཞིག་ཡིན་པའི་ཆ་ནས་ཐོག་དང་པོ་གི་གྲོས་ཚོགས་ནང་ལ་སླེབས་པའི་ཆ་ནས་འོ་འདི་དེ་ཕྱི་འཐེན་མ་བྱས་པ་ཡིན་ན་རྩ་བ་ནས་འགྲིག་གི་མི་འདུག་འོ་དེ་ཕྱི་འཐེན་བྱེད་རོགས་གནང

རེ་བ་འཚོགས་ཚོད་ཀྱི་ད་ལྟ་ཐག་གཅོད་བྱས་པ་དེ་ད་བར་རང་གནས་ཡོད། མ་འོངས་པ་ལ་ང་ཚོས་བོད་སྒྲ་ཟི་ངན་དེ་ཚིག་དེ། སྐད་འབོད་ཟི་ངན་ཚིག་དེ་ནི་ག་རེ་ལ་གོ་དགོས་ཀྱི་རེད་བས་ག་རེ་ག་རེ་བརྒྱབ་ཆོག་གི་རེད་ག་རེ་ག་རེ་བརྒྱབ་ཆོག་གི་མ་རེད་དེ་འདྲའི་ཅིག་གི་གསལ་ཁ་བྱུང་པའི་སྐབས་དེ་ལ་ཡང་ཚོགས་གཙོ་ལས་ཀའི་དེ་ངོས་ལེན་བྱེད་ཡས་ལ་ལས་སླ་པོ་ཡོད་རེད། ད་མ་འོངས་པ་ལ་འདི་ངའི་མངོན་འདོད་ཡིན་འདི་ངའི་སྨོན་ལམ་ཡིན་ཞེས་བྱས་ནས་ཨ་ནི་འདི་བོད་མི་ཚང་མས་ཀྱི་རེ་བ་རེད་ཞེས་བྱས་བྱས་པས་ན་ཨ་ནི་ང་ཚོ་འདི་གི་སྒྲིག་ལམ་བསྟན་ཕྱོགས་ཀྱི་གནས་སྟངས་དེ་ག་རེ་ཆགས་ཀྱི་རེད་པས། དེའི་ཐོག་ནས་ཚོགས་ཆོས་ཀྱི་མེད་བཞིན་ཚོགས་གཙོ་བོད་རྒྱལ་ལོ་ལ་མ་དགའ་བ་དང་ཚོགས་གཙོ་བོད་རྒྱལ་ལོ་ལབ་པ་ཡིན་ན་ཨ་ནི་དེ་ལ་ཡང་ག་སོགས་རེད་ཅིག་ཚ་གི་ཚ་གི་ཆགས་ཡས་དེ་འདྲ་རྒྱ་ནག་ལ་ཡང་ཨ་ནི་ཅིག་བརྡ་ལན་ཅིག་མ་འདྲ་ཅིག་བཏང་ཡས་ཆེད་དུ་ཁྱེད་རང་ཚོའི་གི་དེ་འདྲས་ཀྱི་ཐུགས་དོགས་ཡོད་པ་ཡིན་ན་ཏན་ཏན་ནོར་བ་རེད། དེ་ཡིན་དུས་ཚང་ནས་སྐུ་ཡོད་ཕྱི་དུས་ཆོག་ལེ་ཡ་ནི་དེ་རིང་ཁྱེད་རང་གི་སྔོན་དུས་དེ་ཚོགས་གཙོས་གྲུབ་ཐུབ་མ་སོང་ད་དུས་མུ་མཐུད་བྱས་ནས་ད་ལྟ་ལས་ལས་དོན་ང་ཚོ་ཕྱི་དུས་མང་པོ་ཅི་ལྷག་བསྡད་ཡོད་དེ་ཡས་བཀའ་མོལ་གནང་ཡས་ཐོག་ལེ་ཡ་མུ་མཐུད་ནས་ཕེ་ཡས་ཡིན། ཕྱི་དྲོའི་དཔལ་ལྡན་ཨུ་རྒྱན་སྐྱབས་ལ་མུ་མཐུད་ནས་སོང་རོགས།